སྤྱི་ཡོངས་ནས་ཚོགས་ཆེན་འདིའི་འདི་འདྲའི་གྲངས་འཚོགས་ཡ་དེ་ཧ་ལས་པའི་གནད་འགག་ཅིག་གཟིགས་པར་རེ་བ། སྤྱི་ཡོངས་ནས་ལྟ་དེ་གིན་ངས་ཞུ་བ་ན་ཞིག་ཡག་པོ་ཤར་བྱུང་གསུངས། ལྟ། ཚོགས་འདུ་འཚོགས་པ་རེད་གྲོས་ཆོད་བཞག་པ་རེད་རེ་བ། ཡིན་ན་ལྟ། དངོས་གནས་དྲ་གནས་ཡག་པོ་དེ་ག་དུས་ཆགས་ཟེར་ན། ཁོ་ན་ཚོ་མར་ཕེབས་ནས་ས་གནས་ས་ཐོ་ལ་ལག་ལེན་ལྟ་ནི། ཁྱད་པར་གྱི་བཟོད་ཐུབ་རལ་ཆེ་ན། ཨ་ནི་ང་ཚོ་གྲུབ་འབྲས་ཆེན་པོ་ཅིག་འབྱུང་བ་ཅིག་ལ་ངོས་འཛིན་ཅིག། ལྟ་དེ་ངོས་ཨ་ལ་མངལ་ལ་འཛོམས་ནས་དུས་ཐུག་བྱས་ནས་དེ་བྱས་ཨ་དེ་གནས་འགའ་རེ་བ། ཚང་མ་འཛོམས་སོང་དུས་སྤུངས་ཨ་ནི། མི་རེ་བསམ་ཚུལ་རེ་རེ་དང་ག་སོགས་རེ་ཐབས་ལམ་རེ་རེ་གསུངས་ཡོང་དུས་དེ་ལྟ་ཐབས་ལམ་མ་ཤེས་པ་དེ་འདྲའི་བྱིས་པ་ཅིག་གསུངས་ཡོང་དུས་ལྟ་མཐའ་མ་དེ་དེ་གའི་ངས་ཞུ་བ་ན་ཤེས་དྲ་རྒྱལ་མཚན་སློབ་སྤྱི་ཁོ་ན་ཚོ་གི་སུ་སུ་སུ་བསླབ་བྱ་ལ་ཡག་པོ་ཅིག་ལག་ལེན་མཁས་པ་ཅིག་གནང་དགོས་དགོས་དེ་གནང་བ་འདྲ་བྱས་ན་ཨ་ནི་ང་ཚོ་དེ་ལྟར་འགྲོ་གི་རེད་རེད་པ། དེ་དང་ལྷག་པར་དུ་ཧ་པེ་གནད་འགག་ཆགས་ཡོད་ད་དེང་སང་ང་ཚོ་སྤུ་བོ་སྦྲང་བོ་ཉུང་ཉུང་ད་ད་གིན་སྦྲང་བོ་ཉུང་ཉུང་ད་ཡོངས་གྲགས་རེད་ད་ཡེ་བ་དེ་སྤུས་ཚད་ལྡན་པོ་བྱེད་ཡ་རབས་བཟང་སྤྱོད་ལྡན་པོ་བྱེད་ཡ་རོབ་བྱེད་སྐབས་མང་གིན་ང་བྱེད། སོ་སོའི་སྤྱི་ཚོགས་ལ་ཕན་པ། དེ་འདྲའི་ཆེད་ཆགས་ཐུབ་ཡ་དེ་ད་ང་ཚོའི་དམིགས་ཡུལ་རེད་པ། སྤྱི་དང་གཉིས་ནམ་རྒྱུན་ཞུ་བསྡད་ཡ་དེ་ང་ཚོ་བསྐོ་རྒྱལ་ཆེན་པོའི་སྐབས་ལ་ཕྱོགས་ཡོངས་ནས་ཚང་མ་ལྟ་གི་བ་རེད་དེ་དམིགས་བསལ་དགོས་མཁོ་ཆེན་དེ་ཐོངས་ཡོང་པའི་སྐབས་ལ་ངས་ཚོ་བ་བཞི་པོ་ཅིག་ཁེངས་ཚབས་ཐོངས་སོང།

དགེ་རྒན་བས་ཅུང་དམིགས་བསལ་གྱི་འོ་ཅན་ལ་དམིགས་པའི་སློབ་སྦྱོང་བྱེད་ངེས་ཅི་ཡོད་ཁོ་རང་རོགས་པ་ཅིག་བྱ། ཨ་ང་དུ་མ། ལྷོ་ཕྱོགས་ལ་མ་བཏང་ནས་ངོ་རྟགས་ཆད་པ་བྱེད། འདི་ལ་ཐབས་ཤེས་གར་དུ་བལྟ་བཅུག། ལམ་སང་ལམ་སང་ང་ཚོ་ནི་གར་ཚོ་རེད། འདི་པ་རྒྱང་བཤད་དེ་ང་ཚོའི་སྲིད་ཇུས་མ་རེད་ལམ་སང་ལམ་སང་ཚ་པོ་ཚ་པོ་འདི་བྱེད། ཨ་ནི་མ་འོངས་པར་དམིགས་བསལ་དགོས་མཁོ་ཅན་གྱི་ཆེད་དུ་དགེ་རྒན་སློབ་སྦྱོང་འདི།

ས་གནས་ཁག་ལ་ཡང་ཟིན་བྲིས་བཅུ་གཉིས་ཐོན་ཡང་རང་བཞིན་གྱི་དཔེ་རྙིང་རྗེ་ཆེན་པོ་ག་ཟུར་རེ་བསླབ་ཁྲིད་གནང་སྟེ་རེ་བ་དང་སློབ་སྦྱོང་ཞིབ་བྱེད་མེད་ན་ཡང་བྱམས་སྙིང་རྗེ་ཡ་རབས་གསར་བཅོས་འདི་འདྲའི་བདེན་པ་འདི་འདྲའི་ང་ཚོ་ཡང་ཐབས་ཤེས་བཏང་ནས་ཨ་ནི་ཁོ་རང་ཚོ་མ་འཐེན་བར་དུ་ཁོ་རང་ཚོ་གས་ལོ་ཤས་ཕྱིན་པ་དང་འཐུས་ཤོར་ཆེན་པོ་བྱུང་བ་རེད་པ་དེ་དེ་ང་ཚོ་ཐབས་ལམ་ཅིག་ཡིན་འདྲའི་བསམ་བཏང་བསྡད་པ་རེད་པ།

ད་མ་བསླབ་གྲྭ་ཁུངས་མ་འཁྱོལ་ཟེར་ན་མི་འདུག་གྲུབ་འབྲས་མ་བསྟན་ནས་བསླབ་གྲྭ་འབུལ་དགོས་ཡ་ཁྱི་ནི་གནས་སྟངས་མ་ཆགས་ཡ་དག་ན་ཤིང་ད་ཡེ་བ་དེ་སྤུས་ཚད་ལྡན་པ་ཅིག་བཟོ་ཐུབ་ཡ་ད་འདི་ཤེས་རིག་ལས་ཁུངས་ལམ་སྟོན་བྱེད་ཀྱི་རེད་བསླབ་གྲྭ་ཁག་གི་འདི་བྱེད་དགོས་རེད་ད་ཕ་མ་དང་ཕྲུ་གུ་སུ་སུ་གྱི་ཡང་སེམས་ཤུགས་བསྐྱེད་ནས་འདི་བྱ་བར་བབས། ཡང་ཚོ་ཚང་མ་སྙེ་མ་བླ་བྲེ་ཕེབས་མྱོང་ངེས་རེད། སུ་སུ་དཀའ་ལས་མ་བརྒྱབ་ན་དགེ་རྒན་བཅུ་ཕོག་གི་མིག་འཕྲུལ་དེ་ཡང་མེད་པ་རེད་བ། འདི་ལྟར་ང་ཚོ་ལམ་སྟོན་བྱས་དང་བྱེད་བཞིན་པ་ཡིན་ཞོར། ང་ཚོའི་སློབ་ཕྲུག་ཉུང་དུ་འགྲོ་ཡས་ད་དེ་ལྟ་སྐད་མང་པོ་ཞུ་ཞོར་ད་དེ་ཤེས་རིག་ལས་ཁུངས་གང་ནས་ད་དེའི་གང་ལ་ཕེ་ཆེན་ཕེ་ཆེན་ལན་རྒྱག་དུས་ཡས་ད་དེ་ན་ཤེས་དེ་འདྲས་ཚོགས་འདུ་ཅིག་གང་ནས་ང་ཚོའི་གི་དེ་གང་ལ་ཐག་གཅོད་བྱེད་དུ་ཡས་ཤུགས་ཆེན་པོ་ཡོད་རེད་བསམ་གི་མི་འདུག་རེད་བ། ཡིན་པ་ཡིན་ནས་ད་ཤེས་རིག་ལས་ཁུངས་རེད་དེ་ན་ཤེས་ཁ་སིན་གྲོས་འཆར་ད་དེ་ཚོའི་ནང་ལ་བཏབ་པ་ཡིན་ན་སྤུས་ཚད་ཡག་ཏུ་བཏང་ཡ་འདི་ང་ཚོའི་ལག་པར་ཡོད་རེད་དེ་ནང་བཞིན་གྱི་ང་ཚོ་བོད་ཡིག་དང་དེ་ནང་བཞིན་ང་ར་སོའི་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་བྱས་ཏེ་འདིའི་ཐད་ལ་ང་ཚོ་ཤུགས་རྒྱག་ཡ་འདི་ང་ཚོའི་གྱི་ལག་པ་ལ་ཡོད་པ་དང་དེ་ནང་བཞིན་འདིའི་ཐད་ལ་ང་ཚོའི་གྱི་གྲོས་འཆར་མང་པོ་ཅིག་སླད་བཟུང་ས་མེད་འགྲོ་ཅིག་དེ་འདྲས་ཞིག་དྲན་གྱི་འདུག། སྤུས་ཚད་གང་སླད་དུ་འཛོམས་པ་ལ་ངས་གྱི་ཅིག་ག་རེ་དྲན་གྱི་འདུག་ཟེར་ན་ང་ཚོ་དམིགས་བསལ་གྱི་ད་ལྟ་འདིའི་ནང་ལ་གྲོས་ཆོད་ནང་སླད་དེ་བས་དེ་ནང་ལ་ཨ་ནི་ང་ཚོ་བོད་ཡིག་དང་དེ་བཞིན་དེ་ནང་བཞིན་གྱི་ང་ཚོ་བོད་པའི་ངོ་བོ་དེ་ཨ་ནི་སྲུང་སྐྱོབ་བྱས་ཡ་དེ་རུ་བ། ད་འདི་རྒྱ་ནག་དང་བོད་ནང་ལོགས་ནས་ད་རྒྱ་ནག་གི་ཅིག་སྲིད་དབང་གི་འོག་ནས་ང་ཚོ་ལ་དཀའ་ཉེན་མང་པོ་ཞིག་འཕྲད་བསྡད་ཡོད་རེད་དེའི་སྒང་ལས་ང་ཚོ་གྲོས་འཆར་མང་པོ་ཞིག་བཞག་ཡོད་རེད་རེད་བ། ད་ང་རང་ཆགས་ཡས་མ་ཏཱ་ལའི་བླ་མ་མཐོ་སློབ་ནས་ཡག་ཡོང་དུས་ཙམ་པ་ང་ཚོའི་ངག་ནས་ད་ཅིག་གཙོ་བོ་ཅིག་གར་མཐོང་གོ་ཏི་ཟེར་ན་ཅིག་སློབ་གྲྭ་དང་སྔོན་འགྲོའི་སྒང་ལ་ནི་ད་འདས་པའི་ལོ་མང་པོའི་ནང་ལ་ང་ཚོ་སྐུ་ལས་མང་པོ་ཞེ་བོ་ཅིག་ཤེས་རིག་ངག་ནས་མང་པོ་ཞེ་བོ་ཅིག་སྐུ་ལས་བསྐྱོན་ཡོད་རེད་དེ་ཡིན་ནས་ད་འཛིན་གྲྭ་བཅུ་གཉིས་ཐོན་ཚང་ནས་ཨ་ནི་ང་ཚོ་ག་རེ་བྱེད་དགོས་བ་རེད་རོ། དེ་ང་ཚོའི་རྒྱ་གར་སློབ་གྲྭ་དང་མང་པོ་ཞིག་འགྲོ་དུས་ཙམ་པོ་བོད་རྗེས་འགྲོས་དང་བོད་བོད་པ་དང་ཁ་བྲལ་འདོད་ཡ་བྱུང་དགོས་བ་རེད་ཡིན་ན་ཏཱ་ལའི་བླ་མ་མཐོ་སློབ་ལ་ཕེབས་པ་ཡིན་ན་ཅིག་སོ་སོའི་འདོད་པའི་ཡོད་པའི་གི་སློབ་ཚན་ཨ་ནི་ཅིག་བི་ཡེ་བི་ཀོམ་བི་སི་ཡེ་ལ་ནི་ད་ག་རེ་བྱེད་ལ་བྱེད་པ་ཡིན་ནི་འགྲིག་བ་མ་ཟད་ཨ་ནི་འདི་དང་ཅིག་སོ་སོའི་གི་ལག་ཁྱེར་དང་འབྲེལ་ཡོད་གི་ཨ་ནི་ཅིག་བེུད་ཐོག་ནས་ཡང་སློབ་སྦྱོང་བྱས་དེ་འདྲས་ཨ་ནི་མཐུན་རྐྱེན་སྦྱར་ཐུབ་དགོས་བ་རེད་ད་བེུད་ལོགས་སུ་མ་ཡིན་པ་བྱས། ཡིན། རུ་བ། ཡིན་ནའི་ད་ཅིག་སོ་སོའི་གི་ནམ་རྒྱུན་གི་ཉེ་བའི་ཚུལ་ལ་རམ་འབྱམས་པ་གཞན་པ་ཉམས་རྟོགས་ལ་སྐད་ཡིག་ནང་ལ་བོད་ཡིག་ནང་གླེང་དུས་ཨེ་དེ་འདྲས་ཀྱི་ཆ་དེ་ཡོད་རེད་བྱས་ཙང་ང་ཚོའི་ང་ནི་འདི་མཐུན་རྐྱེན་ཤུགས་ཆེན་པོ་བསྐྲུན་ཐུབ་འདུག་བསམ་གི་འདུག་དེ་མ་ཟད་ང་ཚོའི་གཙོ་བོ་དེ་ག་རེ་ཟེར་ན་ད་ལྟ་བུ་དུ་ང་ཚོའི་ཕར་ཚུར་ཟེར་བ་ནི་ང་ཚོའི་མི་རབས་ནང་ལ་བོད་ཡིག་གི་མཁས་དབང་དེ་ཚོ་ཅིག་བཏབ་པ་ཡིན་ན་ཆ་ཚང་ཅིག་མང་པོ་ཅིག་བོད་ནས་བསླེས་བསྡད་པ་དང་ང་རང་ནི་ཀྲུའུ་ཡན་དེ་ཁག་པོ་ཆགས་ཀྱི་འདུག་བ་ད་དེ་བསྐྲུན་སའི་གི་ས་ཆ་གཅིག་ང་ཚོ་བསྐྲུན་ཐུབ་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གི་འདུག་ད་རྒྱ་མིའི་གི་སྲིད་དབང་ནང་ལོགས་ལ་སློབ་གྲྭ་ནས་བོད་ཡིག་མེད་པ་ཟེར་དུས་བཙན་པོ་ལ་མ་འོངས་པར་བོད་ཡིག་གི་ཁེ་དབང་ཨ་ནི་ང་ཚོ་བཙན་བྱོལ་ནས་སྟོན་མ་མ་ཐུབ་ན་བོད་ནང་ལོགས་ནས་སྟོན་ཡན་དེ་ལ་ང་ཚོའི་གི་ཉེན་ཁ་ཅིག་ཏན་ཏན་ཡོད་རེད་བྱས་ཙང་ད་དེ་ཁེ་དབང་སྟོན་ས་དེ་ངས་བསམ་པ་ད་ལྟ་གི་ཆ་ལ་ཏཱ་ལའི་བླ་མ་མཐོ་སློབ་དེ་གལ་ཆེ་ཤོས་གཅིག་རེད་དེ་ནང་བཞིན་ས་ར་ཨ་ནི་མཐོ་སློབ་རེད་ཨ་ནི་བར་ན་མཐོ་སློབ་རེད་ད་དེ་ཚོ། གཙོ་བོ་འགྲོ་གཅིག་ཆགས་འགྲོ་འདུག་བསམ་གྱི་འདུག་འདིའི་ཐད་ལ་ང་ཚོས་ཀྱི་ངོས་འཛིན་ཏག་ཏག་ཡོད་དེ་ད་དེ་ན་ཞིག་གི་ང་ཚོས་ཀྱི་ཅིག་ཆ་ཚང་གི་དེ་གང་ལགས། མཉམ་སྒྲུབ་བྱས་ནས་ཡང་ནུས་པ་སྤུངས་དགོས་དེ་གལ་ཆེན་པོ་འགྲོ་གཅིག། ཤེས་རིག་ཚོགས་ཆེན་ཐེངས་བརྒྱད་པའི་སྐབས་ལ་དེ་ལ་འཛུལ་ཞུགས་བྱེད་རྒྱུ་དེ་ལ་ང་རང་དེ་སྐལ་བ་བཟང་པོ་ཞིག་ཚོར་སོང། མི་མང་པོ་ཅིག་ཐུག་སོང་ཨ་ནི་སྙེ་མ་ང་རང་གི་བསླབ་བྱ་རྒྱོགས་ཀྱི་སྤུ་གུ་དེ་ཚོ་ད་དགེ་རྒན་ཆགས་ནས་འདྲེ་གཉིས་ཞིག་མཐོང་ཡ་རགས་སོ་དེ་དཔེ་དགའ་བོ་བྱུང་སོང་ཞུ་ཡ་ཡིན། ད་རིང་ཤེས་རིག་ཚོགས་ཆུང་ནང་ལོ་ལ་བརྗོད་གཞི་མང་པོ་ཞིག་འདུག་ད་བརྗོད་གཞི་མང་པོའི་ནང་ལོ་ནས་གནད་འགག་ཆེན་པོ་ག་ཤེད་ཅིག་ག་རེ་ལ་བཞག་ལ་ན་ད་འདས་ཆགས་ལ་ང་ཚོ་གི་བཙན་བྱོལ་བོད་པའི་གི་བསླབ་གྲྭ་ནང་ལོ་ལ་སློབ་ཕྲུག་ཉུང་རུ་འགྲོ་ཡོང་དུས་ད་འགྱུར་བ་ཤུགས་ཆེན་པོ་ཞིག་ཐེབས་ཡོང་དུས་ད་འགྱུར་བ་དེ་གི་ཨ་ནི་ང་ཚོ་གི་ཤེས་ཡོན་ལ་གནོད་མ་སྐྱེལ་བའི་ཐོག་ནས་ད་དོན་ཡར་རྒྱས་བཏང་ཡང་སྟབས་གང་ལ་སྐད་ཆ་མང་པོ་ཞིག་བཤད་ཀྱི་འདུག་གྲོས་བསྡུར་མང་པོ་ཅིག་བྱས་སོང་ཨ་ནི་འདི་སྒང་ལ་མཉམ་དུ་ལ་ཨ་ནི་ག་རེ་ཡང་བྱས་སོང་ལ་ན་ད་འདས་ཆགས་ལ་ང་ཚོ་གི་བོད་པའི་བསླབ་གྲྭ་ནང་ལོ་ལ་ཨ་ནི་དམིགས་བསལ་དགོས་མཁོ་ཅན་གྱི་སློབ་ཕྲུག། Special Needs Child ལས་རོགས་དེ་འདྲས་ཀྱི་སློབ་ཕྲུག་མང་པོ་འདང་ཞིག་ཡོད་པ་ལ་བལྟ་བྱས་ཨ་འདི་ཚོ་ལ་ད་སྙེ་མ་ནས་དོ་སྣང་ཞེ་དྲག་བྱས་མ་རག་དུས་ད་ད་ལྟ་དམིགས་བསལ་གྱིས་ད་དོ་སྣང་བྱེད་དགོས་ཡས་གང་ལ་བྱུས་ཤིག་གང་ལ་སྐད་གླེང་མོལ་ཤུགས་ཆེན་པོ་ཅིག་གནང་སོང་འདི་ནས་འཕྲུལ་ཆས་བོད་ཆས་བཏང་སྟངས་གང་ལས་མང་པོ་ཅིག་གླེང་མོལ་མང་པོ་ཅིག་གནང་སོང། བརྗོད་གཞི་འདི་འདྲི་ཞིག་ཁག་ལ་ཨ་ནི་དེ་འདྲ་བྱས་ལ་གྲོས་བསྡུར་མང་པོ་གནང་སོང་ཨ་ནི་གྲོས་འཆར་མང་པོ་ཞིག་ཕེབས་སོང་ཨ་ནི་མ་འོངས་པ་ལ་ད་ལོ་གཅིག་གཉིས་གསུམ་ནང་ལོ་ལ་དེའི་གྲོས་འཆར་དེ་ཚོ་ག་ལེ་ག་ལེ་ག་ལེ་མ་ལག་བསྟར་བྱས་རྗེས་ཨ་ནི་བོད་པའི་གི་སྤྱི་ཚོགས་བསླབ་གྲྭ་ནང་ལོ་ལ་སློབ་ཕྲུག་ཉུང་ཉུང་ཡོད་བ་ཡིན་ནས་ད་སློབ་ཕྲུག་ཉུང་ཉུང་དེའི་གོ་སྐབས་བརྩིས་བྱས་ཨ་ནི་དངོས་གནས་ཀྱི་ཤེས་ཡོན་གྱི་སྤུས་ཚད་ལ་ཨ་ནི་ཤུགས་རྒྱ་ཤུགས་དེ་བས་ད་ཤུགས་རྒྱ་ཡི་རེ་བ་བརྒྱ་དང་བརྒྱ་བཞིན་པ་ཡིན། ང་ཚོ་ད་འདི་ཚོགས་འདུ་དེའི་སྒང་ལ་ང་ཚོ་ཚོགས་ཆུང་ཟླ་བཅུ་གཅིག་ཡོད་རེད། ཚོགས་ཆུང་དེ་གཙོ་བོ་གཙོ་བོ་ད་ང་ཚོ་ཕྱི་རོལ་ལས་ཁང་གི་གཏན་འབེབས་ཀྱིས་ད་ག་རེ་སྒང་ལ་གྲོས་བསྡུར་བྱེད་དགོས་པ་དེ་གཏན་འབེབས་བྱེད་ཤག་ཡོད་རེད། དེའི་སྒང་ལ་ད་དེ་གཙོ་བོ་ད་ང་ཚོ་ད་བོད་ནང་ལ་ད་ང་ཚོ་ད་བོད་ཕྲུག་གི་ངོ་བོ་བསྒྱུར་དགོས་བསྒྱུར་དགོས་ཡོད་པ་དེ་ད་ལྟ་ཉིན་འདི་དབང་ལྟའི་སྐོར་དེ་ལ་ང་ཚོ་གཙོ་བོ་དེའི་སྐོར་ལ་གྲོས་བསྡུར་གཙོ་བོ་དེའི་སྒང་ལ་བྱས་ཡོད་རེད། ད་མཉམ་དུ་ལ་དྭགས་སུ་སྤོ་སྒུག་གི་ནི་ད་ཕོ་གི་ཕྱི་དང་རིག་གཞུང་གི་ངོ་བོ་དེ་དམིགས་བསལ་ག་འདྲི་བྱས་ནས་ཡར་རྒྱས་བཏང་དགོས་རེད་དེ་གང་ལ་ང་ཚོ་ད་གཙོ་བོ་སོ་ཐིག་གསུམ་དགོན་གསུམ་ཟེར་ང་ཚོ་ཕོ་གི་སྲོལ་རྒྱན་གི་རིག་གཞུང་གི་འགྲོ་སྟངས་གཅིག་བ་ར་འཐུས་པ་བསམ་པ་སྒོམ་པ་ཟེར་འོང་དེ་རིམ་པར་འགྲོ་ཐུབ་པ་ཡིན་ན་དེ་དམིགས་བསལ་གི་ད་ཁོ་ནི་སློབ་ཚིག་གི་དཔེ་ཁག་དེ་ཡར་རྒྱས་བཏང་དགོས་པ་ཡིན་ན་དེ་དམིགས་བསལ་བེད་སྤྱོད་བཏང་ན།

ལྟས་དང་འབྲེལ་བ་ཡོད་པ་དང་དེ་དག་གི་ང་ཚོ་ལོ་མིའི་ང་ཚོ་གི་དང་པོ་གི་རིག་གཞུང་དང་དམིགས་བསལ་གྱི་སྤུས་ཚད་མཐོ་རེ་ག་འདྲི་གཅིག་བཏང་དགོས་རེད་ཟེར། ང་ཚོ་ཏུས་ཀྱིས་ནས་ཡོང་ཡོད་དུས་གང་ལ་ད་ང་ཚོ་ལྟས་དང་འབྲེལ་བ་ཡོད་རྒྱུ་ད་ག་རེ་སེ་དགོས་རེད་ད་ང་ཚོ་དང་པོ་གི་རང་བཞིན་གྱི་སྲོལ་རྒྱུན་གྱི་འགྲོ་སྟངས་གཅིག་ཡོད་ར་འོན་དུ་ཟོ་ལྷག་པར་དུ་ང་ཚོ་སྤོ་མིའི་ངོ་བོ་རིག་གཞུང་སྲུང་སྐྱོབ་བྱེད་སྟངས་དེ་དམིགས་བསལ་གྱི་སྤོ་མིའི་ལྟ་གྲུབ་དེ་གཞི་ལ་བཞག་དགོས་ར་འགྲོ་ང་ཚོ་པེ་ཞང་ཡིན་ན་མི་སྤྱི་གཙང་མ་གཅིག་དྲུག་དང་ཐ་ཆད་དགོས་པ། ཆོས་ཟེར་ཡང་འགྲོ། མི་གཅིག་གཙང་མ་གཅིག་དྲུག་ཟེར་ཡང་འགྲོ། རང་བཞིན་གྱི་སེམས་པ་བཟང་པོ་ཟེར་ཡང་འགྲོ་ཅིག་མི་འདས། སྔོན་དུས་གང་ལ་ང་ཚོ་གོ་བདེར་བྱས་པ་རེད། ད་དམིགས་བསལ་དགོས་མཁོ་ཅན་གྱི་གནས་སྟངས་དེ་ད་གར་སོང་རེད། བག་ཡོད་གནང་ན་ད་དེ་ང་ཚོས་ངོས་འཛིན་ཡས་དེ་ད་ལྟ་ཡག་པོ་ཅིག་དཀའ་ངལ་ཅིག་འཕྲད་བསྡད་ཡོད་རེད། དེ་ཡིན་དུས་ག་ལེ་དེའི་ཐོག་ལ་ང་ཚོ་ཆེད་ལས་པ་དེ་འདྲ་བསྐོ་བཞག་བྱུང་ན་ཡག་པོ་འདུག་ཟེར་གྱི་ཡོད་རེད་བ་ལ། དེ་མིན་དུ་སྤྱི་དང་དམིགས་བསལ་དགོས་མཁོ་ཅན་སློབ་ཕྲུག་ཡོང་བསྡད་ཀྱི་འདུག་ལ། ད་དེ་ང་ཚོས་ངོ་མ་ཤེས་པ་བྱས་དེ་ནི་ཁོ་ལ་གར་སོ་རེ་ལྟ་སྐྱོང་བྱེད་སྟངས་དེ་འགྲིག་གི་མི་འདུག་ལ། དེ་ནི་དེ་ག་ལེ་ག་ལེ་ད་དེ་འཐུས་ཤོར་འགྲོ་གི་ཡོད་རེད། དེ་སུས་ད་དེ་ཡང་ཆེད་ལས་པའི་གི་གནས་སྟངས་ཅིག་ཡ་ཆགས་ཀྱི་འདུག་དེ་གི་ཆེད་ལས་པ་དེ་འདྲ་སྡེ་ཚན་ལ་བྱུང་ན་ཡག་པོ་འདུག་ཟེར་རེ་ང་ཚོས་འབོད་སྐུལ་ཅིག་ཞུ་ཡིན་ཤི་རི་ལས་ཁུངས་ལ། ལ། འདི་ལ་ནི་བདག་གིས་འགྲོ་ཁར་བསྟན་ནས། ད་དེ་བྱེད་ལས་པ་གཞི་རྩའི་ཕྱིར་ལྷན་ཁང་ལ་སྡེ་ཚན་ནང་ལ་ཡོད་ས་རེད་འགན་འཛིན་གྱི་ཡོད་ས་རེད་ད་དེ་གལ་ཏེ་ད་ལམ་སང་བསྐོ་བཞག་བྱེད་མ་ཐུབ་པ་ཡིན་ན་ཡང་ཁོ་རང་ཚོ་ལྷན་ཁང་ནས་ཡང་དུ་བ་བྱེད་ལས་པ་བསྐོ་ར་རྒྱ་ཡེ་དེ་འདྲ་ཡོང་དགོས་རུ་བ་ལ་ལབ་གྲ་ཁ་གཟིགས་ཞིབ་གནང་ཡ་གཞི་རྩའི་དེ་འདྲ་བྱེད་ལས་པ་བསྐོ་ཡ་དཀའ་ངལ་ཨ་ཡོད་བསམ་གི་འདུག་ད་དེ་རིང་སང་རོགས་ཚོགས་ཀྱི་ལས་གཞི་མང་པོ་འབྱོར་བ་དེ་འདྲའི་ཐོག་ནས་ཆེད་ལས་པ་ཏན་ཏན་བསྐོ་བཞག་ཡོང་གི་རེད་བསམ་གྱི་འདུག་ལ། ང་ཚོའི་བལ་ཡུལ་ནང་ལ་དཔེ་བཞག་པ་ན་གཞི་རྩའི་ད་བོད་པའི་གི་སློབ་ཕྲུག་དེ་ཕྲུ་གུ་ཏེ་ཉུང་འགྲོ་གི་རེད་ལ། ད་ག་ནང་ད་ཧི་མ་ལ་ཡ་དེ་གའི་གི་སློབ་ཕྲུག་གཞོན་པ་རེད་རྒན་པ་རེད་ག་རེ་ག་ལི་ཕ་མ་རེད་ཡང་ཕ་ཕྱི་རྒྱལ་ཁག་ལ་འགྲོ་བའི་གི་དེ་འདྲའི་གི་དེ་རིང་ས་གར་སུ་རེད་འགྲོ་བའི་དབྱིངས་ཀྱི་ཞུགས་བདེ་དུ་བ་ལ། འདི་འདྲ་རེད་གཞི་རྩའི་སྤུ་གུ་ཕྲན་བུ་ཉུང་རུ་འགྲོ་གི་ཡོད་པ་སྐད་ཆ་ཅིག་རེད། ད་ལྟ་ང་བསྡད་ས་རྣམ་རྒྱལ་མཐོ་སློབ་ཡིན། ང་ཚོ་འཛིན་གྲྭ་དྲུག་པ་ནས་བཅུ་གཉིས་བར་དུ་ཡོད། དེ་ཡིན་དུས་ག་ལེར་ཕ་གའི་བསླབ་གྲྭའི་ནང་ལ། ད་དགེ་རྒན་མཐུན་རྐྱེན་རེད། ཕ་གའི་ཉལ་ཁང་གི་མཐུན་རྐྱེན་རེད། ག་ལེར་གང་འཚམ་ཡག་པོ་བསྐྲུན་བཞག་ཡོད། དེ་ཡིན་དུས་ད་ལྟ་སློབ་ཕྲུག་ཕ་གའི་ནང་ལ་སློབ་ཕྲུག་ཉུང་རུ་འགྲོ་གི་མེད།